སྨན་བླ་རྔ་བ་ཆུ་ཁོལ་མ་ཟེར་བ་ལྟར། ལོ་ངོ་ཁྲི་ཕྲག་མང་པོའི་རིང་ལ་བོད་མི་རྣམས་ཀྱིས་རང་བྱུང་ཁམས་དང་འཐབ་རྩོད་ཡུན་རིང་བྱས་ཏེ། རང་གི་ལུས་ལ་ཕན་ཞིབ་ཀྱི་ཐབས་མང་པོ་ཞིག་བསགས་ཡོད་པ་ནི། ཆུ་ཁོལ་ཚང་མས་མ་ཤི་བའི་ནད་བཅོས་པ་དང། རྨ་ཁ་ལ་མར་ཁུ་བྱུགས་ནས་ཁྲག་གཅོད་པ་སོགས་ཀྱི་རིགས་པ་དེ་དག་རེད། སྤྱིར་བོད་ཀྱི་གནའ་བོའི་ཤེལ་གྱི་འབྱུང་ཁུངས་ནི་ཞང་ཞུང་ཞེས་པ་ཏང་གི་ངྷ་རི་སྤུ་ཧྲེང་ས་ཁུལ་ཡིན་ཞིང་སྤྱི་ལོ་སྔོན་གྱི་དྲུག་བརྒྱ་ར་ལྔ་བཅུ་ང་བདུན་ལོར་ཞང་ཞུང་ཨོལ་མོ་ལུང་རང་ནས་སྟོན་པ་ཤེལ་རབས་མོ་བོ་ཆེ་འཁྲུངས། རིག་གནས་སྤྱི་དང་བོན་ཆོས་ལ་མཁས་པར་གྱུར། གཤེན་རབས་མོ་བོ་ཆེ་ལ་སྲས་བརྒྱད་འཁྲུངས་པ་ལས་སྲས་ཞལ་བོ་ཁྲི་ཤེས་ཏེ་གསོ་རིག་གི་བཀའ་བསྡུ་བ་པོར་གྱུར། ཁོང་གིས་ཡབ་ཀྱི་ཟིན་བྲིས་བཏབ་པའི་ཉམས་ཡིག་ཕྱོགས་བསྒྲིགས་བྱས་པ་དེ་ལ་གསོ་རིག་མདོ་རྒྱུད་འབུམ་བཞི་ཞེས་གྲགས། དང་དུས་ཀྱི་གསོ་རིག་འབུམ་བཞི་ཞེས་པ་ནི་སྐུ་ཚེའི་དཔྱད་བུ་ཁྲི་ཤེས་ཀྱིས་ཕྱོགས་བསྒྲིགས་བྱས་པའི་གསོ་རིག་འབུམ་བཞི་ལ་དུས་རབས་རིམ་བྱུང་གི་མཁས་པ་རྣམས་ཀྱིས་ཁ་གསབ་བྱས་པ་བརྒྱུད་ནས་བྱུང་བ་རེད། གསོ་རིག་གི་གཞུང་དེའི་ནང་དུ། ཕྱི་ནང་གི་དངོས་པོ་ཐམས་ཅད་འབྱུང་བ་བཞིས་སྐྱེད་པར་བྱེད་པ་དང། འབྱུང་བ་བཞིའི་ཁམས་སྙོམས་མིན་ལ་བརྟེན་ནས་ལུས་ལ་བདེ་སྡུག་གི་ཚོར་བ་སྐྱེད་ཚུལ་སོགས་རྒྱུ་མཚན་དང་རིགས་པ་མང་པོ་གསུངས་ཡོད་པར་མ་ཟད། ལུས་ཀྱི་གནས་ལུགས་དང་མཚན་ཉིད། ནད་ཀྱི་རྒྱུ་རྐྱེན་དང་དབྱེ་བ། སྨན་གྱི་རོ་ནུས་དང་ཕྱིར་རྒྱུ། ཟས་སྐོམ་དང་སྤྱོད་ལམ་གྱི་ཕན་གནོད་སོགས་རང་རྒྱལ་འབྱུང་བ་བཞིའི་ནུས་པ་ལས་བྱུང་བ་དང། གསོ་བྱེད་ལུས་དང་གསོ་བྱ་མནལ། གསོ་བྱེད་ཀྱི་གཉེན་པོ་ཐམས་ཅད་རང་རྒྱལ་འབྱུང་བ་བཞི་ལས་བྱུང་བ་ཤ་སྟག་ཡིན་ཞིང། དེ་དག་ཐམས་ཅད་ངོ་བོ་བདག་གཅིག་གི་འབྲེལ་ལོ་གྲུབ་ཚུལ་བསྟན་ཡོད་ཅིང། ལྷག་པར་དུ་འབྱུང་བ་བཞི་བོ་གཉིས་གཉིས་ལྷན་གཅིག་ཏུ་འདུས་ནས་སྐྱེས་པའི་རོ་དྲུག་གི་ནུས་པ་དང་ཕྱིར་རྒྱུ།

བོད་རྒྱལ་སྲོང་བཙན་སྒམ་པའི་སྐབས་སུ་རྒྱ་གར་ནས་སྦ་ར་རྡ་འཛ། རྒྱ་ནག་ནས་ཧན་ཝང་ཧྥང། ད་སུག་ནས་ཀ་ལེ་ནི་ཞེས་བྱ་བའི་སྨན་པ་གསུམ་གདན་དྲངས། སྨན་པ་གསུམ་སྦྲེལ་ནས་མི་འཇིགས་པའི་མཚོན་ཆ་ཞེས་བྱ་བ་བརྩམས། སྤྱི་ལོ་བདུན་བརྒྱ་རབ་བཅུ་གཉིས་ལོར་རྒྱ་བཟའ་ཁྱིམ་ཤང་ཀོང་ཀྱིས་བོད་དུ་ཁྱེར་ཡོང་བའི་གསོ་རིག་གི་དཔེ་ཆ་དཔའ་ཤིང་མ་ཧ་ཅིན་ཏཱ་དང། ཁྱུང་པོ་ཙི་ཙི། ཁྱུང་པོ་ཏོ་ཚིགས། རྒྱ་ཕྲུག་གར་འཁོན། ཅོག་ལ་སྨོན་ལམ་པར་སོགས་ཀྱིས་བསྒྱུར་བུ་དྲག། ཁྲོམ་གྱི་ཡུལ་ནས་བུ་ཆེ་བཙན་པ་ཤེ་ལ་ཧ་ཤ་ཡའི་སྨན་པ་འཁུས་པ་ཞིག་གདན་དྲངས། དུས་ཀྱང་སྨན་ཡིག་རྗེས་འབྲང་བསྡུས་གསུམ་བརྩམས་པ་དང་དེའི་བུ་རྒྱུད་བུ་དག་གནས་བཅུ་པ་ལས་བུ་བཅུ་བྱས་པའི་སྨན་པའི་རིགས་རྣམས་བྱུང། དེ་དག་རྒྱལ་པོ་མེས་ཚོམ་གྱི་བླ་སྨན་ཡིན་ཞིང་ཁྱུང་པོ་ཙི་ཙི་དང་དོ་ཚིགས། ཅོག་ལ་སྨོན་ལམ་བར་སོགས་གུས་པ་མང་པོ་བྲིས་ནས་གསོལ་བཤད་གསར་འགྱུར་རྣམས་གཞིར་བཟུང་ནས། སྨན་དཔྱད་ཟླ་བའི་རྒྱལ་པོ་ཞེས་པ་བརྩམས། གཉིས། གསོ་རིག་སློབ་གྲྭ་ཐོག་མར་བཙུགས་ནས་འཕེལ་རྒྱས་བྱུང་ཚུལ། སྤྱི་ལོ་བདུན་བརྒྱ་ར་དྲུག་ཁྱི་རེ་གཉིས་ལོར་གཡུ་ཐོག་ཉང་མ་ཡོན་ཏན་དགོན་པའི་ཀོང་པོ་སྨན་ལུང་དུ་སྨན་གྱི་སློབ་གྲྭ་བཙུགས། ཐོག་མར་མཐོ་དམའ་སུམ་བརྒྱ་བསྡུས་ཤིང་ལྷོད་གཡེང་ལོ་བརྒྱད་གཏན་འབེབས་བྱས། སྔོན་གྱི་གསོ་རིག་འབུམ་བཞི་ལ་ཞུ་དག་དང་ཁ་སྐོང་བྱས་ཏེ། གསོ་རིག་རྒྱུད་བཞི་ཞེས་མིང་བཏགས་ནས་ལྷ་བཞི་གཙོ་བོར་བྱས། ལྷོ་དམའ་སོ་སོའི་ཡོན་ཚད་དང་བསྟུན་པའི་མིང་བཏགས་ཀྱི་སྐོར་མ་གཏན་འབེབས་གནང་སྟེ། ཡོན་ཚད་མཐོ་ཤོས་ལ་འབུམ་རམས་པ་དང། དེའི་འོག་མ་ལ་རབ་འབྱམས་པ། དེའི་འོག་མ་ལ་བཀའ་བརྒྱུད་བ། དེའི་འོག་མ་ལ་བསྡུས་ར་བ་བཅས་རིམ་པ་བཞིར་བྱས། སྨན་པའི་ནད་པའི་དོན་དུ་བྱ་བ་གང་ཞིག་བསྒྲུབ་དགོས་པ་དང། བྱམས་དང་སྙིང་རྗེ་གང་འདྲ་ཞིག་བཅང་དགོས་པ་སོགས་སྨན་པའི་ཀུན་སྤྱོད་ཚད་གཞི་བརྟན་པོའི་གནང་ཞིང། སློབ་གཉེར་བ་རྣམས་ཀྱི་གསུང་བཤད་སྒྲིག་ཁྲིམས། སློབ་སྦྱོང་གི་ཡུན་ཚད། སོ་སོའི་ཡུན་ཚད་དང་བསྟུན་པའི་མིང་རྟགས་སོགས་བརྟན་པོ་མཛད་དེ། ཐུན་མོང་གི་རྩ་འཛུགས་ཅན་གྱི་སློབ་གྲྭ་ཞིག་ཏུ་ཆགས་པ་རེད། ལོ་ངོ་བཅུའི་རྗེས་སུ། སྨན་པ་འབུམ་རམས་པ་ལྔ་བཅུ་དང་རམས་རྒྱུན་པ་ལྔ་བཅུ།

རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་བླ་སྨན་པ་མཐའ་བཞི་སྟོང་གསུམ་གང་བས་གསོལ་བ་དཀར་མོ་ལམ་གྱི་སྒྲོན་མེ་ཞེས་པ་བརྩམས། རྒྱལ་པོ་ཁྲི་སྲོང་ལྡེ་བཙན་ལ་ཆུད་པ་ཤིན་ཏུ་སྐྱིད་པ་ཞིག་ཡོད་པ་དེས་ནད་བགྱིས་པ་ལ། སྨན་པ་སུ་ཡོད་གདན་འདྲེན་ནས་དགོས་པའི་བཀའ་ལྟར། བརྒྱ་ཕྲུག་སི་ཐོ་དང་ཞང་ཞུང་གི་ཁུ་ལུད་མི་ཁན། ཧོར་གྱི་མི་རྐན་ཁྲག་གཟུགས། བོད་ཀྱི་ཅོག་རོ་མང་པོ་གཟུགས། ཨ་ཕྱིས་ཐ་ན་ཆུར་སྐྱི་དང་རྔ་བཀུག་ནས་འཆི་བ་ལ་སྨན་བཅོས་བྱས། དེ་དག་བྲིས་ནས་ཡུལ་སོ་སོའི་མན་ངག་ཆིག་སྒྲིལ་གྱི་ནོར་ཕྱུགས་གསོ་བའི་གཞུང་བརྩམས་ཏེ་རྒྱལ་པོ་ལ་ཕུལ། བོད་ཀྱི་ནོར་ཕྱུགས་གསོ་རིག་གི་གཞུང་ལུགས་ཐོག་མ་འདི་ཉིད་མིན་ནམ་སྙམ། ཕྱི་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་སྨན་པ་ལ་དགོས་མཁོར་ཧ་ཅང་ཆེན་པོ་གནང་ཞིང། སྤྱི་ཚོགས་ཐོག་ནས་སྨན་པ་ལ་བརྩི་བཀུར་བྱེད་དགོས་པའི་བཀའ་བསྒྲགས། བོད་ཀྱི་རྒྱལ་པོ་ལ་ལྷ་ཞེས་འབོད་ཅིང། དུས་ཀྱང་རྗེ་རུ་བཀུར་བའི་ཕྱིར་ན་ལྷ་རྗེ་ཞེས་མཚན་གསོལ། སྤྱི་ལོ་བརྒྱད་བརྒྱ་བཞི་བཅུ་ཞག་གཅིག་ལོར། རྒྱལ་པོ་གླིང་དར་མ་བགྲུངས་པའི་རྗེས་སུ། འབངས་གྱེན་ལོག་བྱས་ཏེ་བོད་ཀྱི་ཆབ་སྲིད་དང་རིག་གནས་ལ་ཉམས་རྒུད་ཚབས་ཆེན་བྱུང་སྟབས། གསོ་རིག་ལས་དོན་ལའང་གནོད་སྐྱོན་ཕོག་པ་སྨོས་མ་དགོས་པ་རེད། བསྟན་པ་ཕྱི་དར་གྱི་འགོ་ཚུགས་པ་དང། ལྷ་བླ་མ་ཡེ་ཤེས་འོད་ཀྱིས་བུ་ཕྲུག་བློ་རྣོ་བ་ཉི་ཤུར་རྩ་བདུན་རྒྱ་གར་དུ་ལོ་ཙཱ་ལྷ་བསྟི་བཏང་བའི་དུས་ཀྱི་ལོ་ཙཱ་བ་རིན་ཆེན་བཟང་པོ་སློབ་མཐར་ཕྱིན་པ་དང་བོད་དུ་ཕྱིར་ཕེབས། སྔར་སྣེ་བོ་ལོ་ཙཱ་བ་དབྱིག་གི་རིན་ཆེན་སོགས་ཀྱིས་བསྒྱུར་བའི་ཡན་ལག་བརྒྱད་པའི་སྙིང་པོ་བསྡུས་པ་སོགས་བསྐྱར་དུ་བསྒྱུར་བ་དང་རྟགས་བཤད་ཤྭ་ལི་ཏོ་ཏྲ་སོགས་གསོ་རིག་བསྟན་བཅོས་ཁག་གཅིག་བསྒྱུར། ཁོང་ལ་སློབ་མ་མང་པོ་ལས་སྙན་གྲགས་ཆེ་ཤོས་ནི་སྤུ་ཧྲེང་སྨན་པ་མི་བཞི་ཞེས་པ་དེ་ཡིན། དེའི་ནང་ནས་ཀྱང་སྨན་པ་མང་ལོ་མཁས་ཤིང་འཕྲིན་ལས་ཆེ་བས། དབུས་གཙང་གི་སྨན་པ་ཕལ་ཆེ་བས་དེར་གཏུགས་ནས་སློབ་གཉེར་བྱས་པས་བོད་ཀྱི་གསོ་རིག་བསྟན་པ་སླར་ཡང་དར་རྒྱས་བྱུང། ཁྱད་པར་དུ་ཆེར་རྒྱས་དུ་པ་ལ་གཞུང་འགྲེལ་རྫོགས་པར་གནང། ཆེར་རྒྱས་དུ་པའི་སློབ་མའི་ནང་ནས་གཙང་སྟོད་དར་མ་མགོན་པས་སུན་དུག་དང་ཡང་དུག་མཛད་དེ། བོ་དོང་ཕྱོགས་སུ་སློབ་རྒྱུན་འཕེལ་བར། ལོ་ཆེན་ནས་བརྒྱུད་པའི་ཁྲི་རྒྱུན་ཞིག་དང། ཡང་ལོ་ཆེན་རིན་ཆེན་བཟང་པའི་སློབ་མ་ཞང་ཞུང་བ་ཤེར་བུ་འུ་གནས་བརྒྱུད་པའི་འཁྲིད་རྒྱུན་དེ་རྒྱུད་སྲོལ་གཉིས་ཡོད་པ་རེད། མདོར་ན་ལོ་ཆེན་རིན་ཆེན་བཟང་པའི་བཀའ་དྲིན་ལ་བརྟེན་ནས་བོད་ཀྱི་གསོ་རིག་གཞུང་ལུགས་དང་རྒྱ་གར་གྱི་གསོ་རིག་གཞུང་ལུགས་ཕན་ཚུན་གོ་བསྡུར་ནས་ཞིབ་འཇུག་བྱས་པའི་མཐུན་རྐྱེན་འཛོམས་ཏེ་བོད་ཀྱི་སྨན་བཅོས་འཕྲོད་བསྟེན་གྱི་ལས་ཀ་དེ་གོམ་གང་མདུན་སྤོས་ཀྱིས་གོང་འཕེལ་བྱུང་ནས་བོད་ཡུལ་སྟོད་སྨད་བར་གསུམ་དུ་སྨན་པ་མཁས་པ་མང་པོ་རྒྱུན་མི་ཆད་པར་འབྱོན་པའི་འགོ་ཚུགས་པ་རེད། དུས་དེ་ཙམ་ན་དབུས་གཙང་དུ་བོད་སྨན་མཁས་པ་མུར་གི་གྲགས་པ་བྱུང། གཞན་ཡང་གྲྭ་སྔོན་དབང་ཕྱུག་འབུལ་དྭགས་པོ་ལྷ་རྗེའི་ཟླ་ལོག་གཞོན་ནུ་སོགས་ཀྱང་འདི་དག་དང་དུས་མཉམ་པ་ཙམ་དུ་བྱུང་ཞིང། དེ་དག་བརྩམས་པའི་གསོ་རིག་གི་ཡིག་ཆ་མང་པོ་བྱུང་ཡོད་པར་མངོན། ལྷག་པར་དུ་དྭགས་པོ་ཟླ་ལོག་གཞོན་ནུའི་མ་ཡུམ་གྱིས། བླ་ཕུག་ས་གཉིས་པའི་མ་ཤི་བའི་རྐྱེན་གྱིས་ཕོག་ཅོང་གི་ནད་ཕོག་སྟེ་ཤི་བ་ལ། རོ་བྱས་ཏེ་ཕོག་གྱོང་གི་ནད་ལ་སྨན་རྫས་གང་དང་གང་གིས་ཕན་ནུས་ཡོད་པ་ཚོད་ལྟ་དང་ཞིབ་འཇུག་གནང་མཐར། དག་པའི་སྨན་ནག་གམ་བཅོ་ལྔ་ཁྲག་སྦྱོར་བྱས་པའི་ཕོར་སྨན་འདི་གསར་བཟོ་གནང་བས། མ་ཤི་བ་དང་ཕོ་གདོང་རྒྱག་གྱོང་སོགས་ལ་ཤིན་ཏུ་ཕན་པ་བྱུང། གསུམ། གསོ་རིག་ལ་ཞིབ་འཇུག་དང་གསར་གཏོད་ཀྱི་ལས་བགོ་བྱས་པ། བོད་ཀྱི་གསོ་རིག་ལ་མཛད་རྒྱུས་ཆེ་བའི་དབྱེ་ཐོག་གསར་མ་ཡོན་ཏན་མགོན་པོ་ནི། སྤྱི་ལོ་སྟོང་གཅིག་བརྒྱ་ར་ཉི་ཤུ་རྩ་དྲུག་ལོར་གཙང་སྟོད་སྒོ་བཞི་རེ་ཐང་དུ་འཁྲུངས། དགུང་ལོ་བརྒྱད་པ་ནས་གསོ་རིག་སྦྱངས་བའི་མགོ་བརྩམས། དགུང་ལོ་བཅུ་གཉིས་པར་མང་ཁུར་ཚ་ལུང་བ། རོགས་སྟོན་དཀོན་མཆོག་སྐྱབས་ལས་གསོ་རིག་བརྒྱུད་བཞི་ཆ་ཚང་བྱས། དུས་མཚུངས་སུ་ཕྱོགས་ངེས་མེད་དུ་ཕེབས་ནས་རྩི་ཤིང་བདུན་བུ་ལ་ཐབ་དང་རིག་པ་སྣ་ཚོགས་ཀྱི་སྒོ་ནས་ཞིབ་འཇུག་གནང་སྟེ། སྔོན་འབུམ་ཆེན་མོ་ཞེས་པ་དེ་བརྩམས། སྔར་གྱི་གསོ་རིག་རྒྱུད་བཞིའི་ནང་དུ་སྨན་རྫས་སྣ་ཁ་མི་འདྲ་བ་ཉིས་བརྒྱ་ལྷག་ཙམ་བསྟན་ཡོད་པ་དེ་ལ་གསར་དུ་སྨན་རྫས་སྣ་ཁ་བརྒྱ་ལྷག་ཙམ་བསྣན་ཏེ། ཕྱི་རྒྱལ་ནུས་པ་རྐྱང་སེལ་དུ་སྨན་རྫས་རིགས་ནང་གསེས་དང་བཅས་པའི་དབྱེ་བ་སུམ་བརྒྱ་བརྒྱད་ཅུ་ལྷག་ཙམ་གཏན་ལ་ཕབ་སྟེ། གསོ་རིག་རྒྱུད་བཞི་ལ་ལེགས་བཅོས་དང་ཁག་གསབ་མཛད། རྒྱུད་བཞི་འཆད་ཐབས་སུ་དབྱེ་ཐོག་ཆ་ལག་བཅོ་བརྒྱད་ཅེས་པ་སོགས་བརྩམས་པར་གྲགས། དངུལ་ཆུ་གཙོ་གྲས་ཆེན་མོ་གསར་གཏོད་གནང་མཁན་མཁས་གྲུབ་ཨོ་རྒྱན་པ་ནི། སྤྱི་ལོ་སྟོང་གཅིག་ཉིས་བརྒྱ་ར་སུམ་ཅུ་ལོར་འཁྲུངས། ཁོང་གིས་གསོ་བ་རིག་པའི་གཞུང་ལ་སློབ་སྦྱོང་ཞུས་ཤིང། སྨན་རྫས་སོ་སོའི་ཁམས་དང་ནུས་པ་ལ་ཞིབ་འཇུག་གནང་སྟེ། ལྕགས་རྒྱུད་ཁམས་རྒྱུད་བསགས་ཚུལ་དང། དངུལ་ཆུ་གཙོ་གྲི་ཆེན་མོ་གཙོ་སྦྱངས་བྱེད་ཚུལ། དུག་འདོན་ཐབས། རྫས་སྦྱོར་དེ་དག་ལ་བརྟེན་ནས་རིན་ཆེན་སྦྱོར་སྡེབ་བྱེད་ཚུལ་སོགས་སྔར་མེད་གསར་གཏོད་མང་པོ་གནང་བ་དང། གསོ་རིག་བསྟན་བཅོས་མང་པོ་བརྩམས། དངོས་ཁམས་ཀྱི་ངོ་བོ་ལ་བརྟགས་ནས་སྨན་རྫས་སོ་སོའི་ནུས་པ་དང་ཕྱི་རྒྱུའི་ཡོན་ཏན་སོགས་རྗེས་དཔག་གི་སྒོ་ནས་གསར་དུ་རྟོགས་པར་བྱེད་པ་ལ་འགྲན་བསྐྲད་ཀྱི་སློབ་དཔོན་ཆེན་པོ་ཀར་མ་པ་རང་བྱུང་རྡོ་རྗེ་ནི་སྤྱི་ལོ་སྟོང་གཅིག་ཉིས་བརྒྱ་རབ་བརྒྱ་སྤྱི་ཀྱ་བཞི་ལོར་མོང་ཡུལ་གུང་ཐང་དུ་སྐུ་འཁྲུངས། ཕ་མ་གཉིས་ཀྱི་འཚོ་བའི་མཐུན་རྐྱེན་བྱིན་སྟབས་ཆུང་དུས་སུ་ཕ་མ་དང་ལྷན་དུ་ཕྱོགས་མེད་རྒྱལ་ཁམས་འགྲིམ་པའི་འཚོ་བ་རོལ། ཉིན་ཞིག་ལ་སྟོད་ལུང་ཚེར་ཕུར་སླེབས་ཏེ་གྲུབ་ཆེན་ཨོ་རྒྱན་པ་དང་མཇལ།

དེས་རང་ལུགས་འཛིན་པ་མང་པོ་བྱུང་བ་རྣམས་ལས་སྙན་གྲགས་དང་མཛད་འཕྲིན་ཆེ་བ་སྡེ་སྲིད་སངས་རྒྱས་རྒྱ་མཚོས་ལྷ་སའི་ལྕགས་པོ་རི་ལ་ལྕགས་རི་འགྲོ་ཕན་རིག་བྱེད་བླང་ཞེས་པའི་གསོ་རིག་སློབ་གྲྭ་བཙུགས་ཏེ་སློབ་མ་མང་པོ་གསོ་སྐྱོང་གནང། རྒྱུད་བཞིའི་འགྲེལ་བ། འབའི་འབྲས་སྔོན་པོ་བརྩམས་ནས་འཆད་ཉན་གྱི་རྒྱུན་སྤེལ་བའི་ཞིང་ལུགས་ཀྱི་འཕྲིན་ལས་རྒྱས། ཟུར་ལུགས་ཞེས་པ་ཟུར་མཁར་ཉམས་ཉིད་རྡོ་རྗེའི་སློབ་རྒྱུན་རྣམས་ལ་ཟེར།

གཞན་ཡང་འབྱུང་བ་ཉག་ཉེར་བསྡུས་པའི་སྨན་རྫས་རྣམས་ཀྱི་རོ་ནུས་ཡོན་ཏན་གང་ཡོད་ཀྱི་རྒྱུ་འབྲས་རེ་མུག་བཅས་པ་གསར་གཏོད་གནང། ཁོང་ལ་སློབ་མ་མང་པོ་བྱུང་བ་རྣམས་ལས་མཐར་ཕྱིན་གྱི་སློབ་མ་བཞི་དང་བྱིན་རླབས་ཞུགས་པའི་སློབ་མ་བརྒྱད། ཤེས་རབ་ཅན་གྱི་སློབ་མ་བཅུ་དྲུག། གྲགས་པ་ཐོབ་པའི་སློབ་མ་ཉི་ཤུ་སོགས་བྱུང་བ་དེ་དག་སྙན་གྲགས་ཆེ་ཞིང་གསེར་ལུགས་དཔལ་བ་པོ་གཙོ་བོར་གྱུར། གསེར་འཁོར་ཉམས་ལེན་རྡོ་རྗེའི་ཚའོ། གསེར་འཁོར་བློ་གྲོས་རྒྱལ་པོས། རྒྱལ་བཞིའི་འགྲོ་བ་མིད་པའི་ཞལ་ལུང་དང་སྨན་གྱི་ནུས་པ་དང་ཡོན་ཏན། རྒྱུ་འབྲས་རེའུ་མིག་བགྲང་ཡིག་བཅས་གསར་དུ་བྲིས། དབལ་ཏོག་བཤགས་འཕྲོས་མའི་རྒྱལ་བཞི་གསེར་མཆན་སོགས་གནའ་རབས་ཀྱི་ཚད་ལྡན་ཡིག་ཆ་རྣམས་ལ་ཁུངས་བཅོལ་ཏེ་རྒྱལ་བཞི་ཞི་བདག་མཛད་ཅིང། རྒྱལ་བཞི་ཤིང་པར་བརྐོས་པ་ལ་བཀྲ་ཐང་བར་མ་ཟེར་བ་དེ་རྒྱལ་བཞི་ཤིང་པར་གྱི་ཐོག་མ་ཡིན། ལུགས་འདིས་རྒྱུད་སྤེལ་པ་པོ་གཙོ་བོ་བེག་མར་བསྟན་འཛིན་ཕུན་ཚོགས་དང། སི་ཏུ་ཆོས་ཀྱི་འབྱུང་གནས་རྣམ་གཉིས་ཡིན། བེག་མར་བསྟན་འཛིན་ཕུན་ཚོགས་ནི་སྤྱི་ལོ་སྟོང་གཅིག་དྲུག་བརྒྱ་རབ་བདུན་གྱི་སྟོང་ཉིན་ལོར་ཁམས་གོ་འཇོ་རུ་སྐུ་འཁྲུངས། ཆུང་དུས་ནས་གསོ་རིག་སློབ་གཉེར་མཛད། བོད་ཁམས་ཡོངས་དང། རྒྱ་དཀར་ནག་འཇང་ཡུལ་སོགས་སུ་སྐྱེས་པའི་རྩི་ཤིང་སྔོ་ལྡུམ་ཐམས་ཅད་ལ་ཞིབ་འཇུག་དང་ཚོད་ལྟ་མཛད་དེ་སྤྱི་ལོ་སྟོང་གཅིག་བདུན་བརྒྱ་ར་ཉི་ཤུར་རྩ་བདུན་ལོར་སྨན་རྫས་སྣ་ཁ་ཉིས་སྟོང་ཉིས་བརྒྱ་གོ་བཞི་ཙམ་ངོས་འཛིན་གནང་བ་དང་དེ་དག་རེ་རེ་བཞིན་རོ་དང་ནུས་པ་ཕྱི་རྒྱུད་ཡོན་ཏན་སྐྱེ་བའི་ཡུལ་འདྲ་བའི་དཔེ་སོགས་རྒྱས་པར་བཤད་པའི་གསོ་རིག་བསྟན་བཅོས་ཤེལ་གོང་དང་ཤེལ་ཕྲེང་གཉིས་བརྩམས་པ་གསོ་རིག་འཛིན་པ་ཐམས་ཅད་ཀྱིས་ཚད་མར་འཛིན། གཞན་ཡང་སྟར་ཁ་དང་མེ་བཙའི་གསང་དམིགས།

དེའི་ཕྱིར་དུས་རབས་བཅོ་བརྒྱད་པའི་ནང་དུ་དབྱིག་གཙང་གི་ཕྱོགས་སུ་དེའི་ལག་ལེན་ཕལ་ཆེར་ཉམས་ཤིང། ཁམས་སུའང་རྙོག་ཕྲ་བ་ཙམ་ལས་མེད་པའི་སྐབས་སུ་སི་ཏུ་ཆོས་ཁྱིམ་འབྱུང་གནས་ཀྱིས་སྡེ་དགེའི་རྒྱལ་པོ་བསྟན་པ་ཚེ་རིང་སྦྱིན་བདག་ཏུ་བསྐུལ་ནས་རྔུལ་ཆུ་བཙོ་བཀྲུ་ཆེན་མོའི་ལག་ལེན་རྒྱ་ཆེན་གནང་ཞིང། ཉིན་རེ་བཞིན་ལག་ལེན་བྱེད་ཚུལ་གྱི་ཟིན་བྲིས་ཁ་གསལ་གོ་བདེ་ཞིག་མཛད་པ་དང། ཕྱི་རབས་ཀྱི་སྨན་པ་ཀུན་གྱིས་དེ་གཞིར་བཟུང་ནས་ལག་ལེན་བྱེད་ཀྱིན་ཡོད།

དེ་ལྟར་བྱང་ལུགས་དང་སྲིད་ལུགས་ཞེས་པ་ནི་གསོ་རིག་རྒྱུད་ལུགས་ཀྱི་འཁྲིད་རྒྱུན་ཏེ། ཐོག་དབུན་མི་འདྲ་བ་གཉིས་ནས་བརྒྱུད་དེ་བྱུང་བ་ལ་ཟེར་བས་རྩ་བའི་ཆ་ནས་མི་འདྲ་བ་གང་ཡང་མེད་ཀྱང། ཐོག་དབུན་རྣམ་གཉིས་ཀྱི་འཁྲུངས་ཡུལ་སོགས་ཁོར་ཡུག་གི་ཆ་རྐྱེན་མི་འདྲ་བའི་དབང་གིས་སྨན་རྫས་ངོས་འཛིན་གནང་སྟངས་ལ་མི་འདྲ་བ་རེ་ཟུང་དང་སྟར་ཁ་དང་མེ་བཙའི་གསང་དམིགས་ངོས་འཛིན་ཚུལ་མི་འདྲ་བ་འགའ་ཡོད་པ་རེད། ཀློག་པ་དང་འབྲི་བ། ཤ་ཞམ་ཆུ་ཞུ་ར་རྒྱབ་ལྟག་རྒྱ་འབྲི་ངེ་རྗེ་ས་བཞག་རྗེས་ཞུ་རྗེས་ར་རྒྱབ་ལྟག་རྒྱ་འབྲི་ངེ་རྗེ་ས་བཞག་རྗེས་ད་དཔའ་གབ་བཞག་དཔག་རྗེས་དཔག། བ་བླ་བཏགས་བླ། ཚ་རྨ་བཏགས་རྨ་སྣ་བཞག་སྨན། བླ་སྨན། ཆ་གི་གི་ཆུ་བ་ས་བཞག་ཆུབ། པ། ཆུབ་པ། ལ་ཧ་བཏགས་ལྷ། ར་རྒྱ་བཏགས་རྒྱ་འབྲི་ངེས་རྒྱས། ལྷ་རྒྱས།

ཕ་ན་རོ་ཕོ། ཀ་ལྕ་ན་རོ་ལྕོ་ང་བཞག་སྐྱོང། ཕོ་སྐྱོང། ལ་ཧ་བཏགས་ལྷ་ན་བཞག་ལྷན། ཐ་བ་ས་བཞག་ཐབས། ལྷན་ཐབས། ལ་བཀའ་བཞག་བཀླག། ལ་འབྲུ་ལྔས་ལས་སྣ་བཞག་ལེན། ལག་ལེན། ཆ། ལ་བཀའ་བཞག་བཀླག། ཆ་ལག། ཁ། ན་རོ་ཁོ་བཀའ་བཞག་ཁོ། ད་བྷ་བྱམས་ཆུ་དབུ་བཀའ་བཞག་དབུག། ཁོག་དབུག།